ཐུགས་རེ་ངེས་ཚེ་ཚང་མ་ལ་མ་ཉེས་ཁ་ཤོག་ཡོད་ཚད་བྱེད་མ་བྱེད་ཐམས་ཅད་བྱེད་རེ་མ་ལས་ཐམས་ཅད་ལས་རེ་ཟེར་ལགས་ད་རུང་མིག་ཤུགས་དང་གཅིག་ཡིན་མདོག་ཁ་བོ། ད་རུང་གར་ས་ང་རང་སུ་སྟེགས་ཟེར་བ། ཤ་ཟེར་དུས་གྲོགས་པོ་མ་འགྱེལ་ནས་ཙག་ཟེར་དུས་སྣང་བ་སྐྱིད་པོ་འདུག་ཡིན་ན་ཤི། ཕི་ད། ད་ཤི་ཁ་དེ་ལས་བཙོག་ཡོད་མ་རེད་ད། གཞན་ལ་བདེ་སྐྱིད་ཐོབ་དུས་རང་སྐྱིད་ཀྱི་ཡོད་མ་རེད་ད། བསམ་བློ་ཞིག་བཏང་ད། ལྕམ་ཤ་ཅན་གྱི་མི་རིགས་ཀྱི་རྒྱུད་པ་ཨེ་རེད། ང་རང་ཚོ་མི་རིགས་གཞན་དག་གིས་གར་ས་གོར་ས་བོད་ཁ་བ་ཅན་མི་ཟེར་དུས་ལྕམ་ཤ་ཅན་གྱི་མི་རིགས་རེད་ཟེར་གྱི་ཡོད་རེད། ང་རང་ཚོ་དོན་དངོས་ཐོག་བསམ་བློ་ཞིག་བཏང་ད། ལྕམ་ཤ་ཅན་གྱི་མི་རིགས་ཟེར་དུས་མིང་ཐོག་ཏུ་མཚོན་དུ་ཡོད་པས།

ཨ། ད་རུང་མི་གཞན་དག་ཅིག་གིས་མི་གཞན་དག་ཅིག་ལ་བསྟོད་ར་བཏང་རྗེས་ཁོ་སྤུ་གུ་དེ་ཡག་པོ་བཞེངས་གནང་འདུག་ཨོ། སྤུ་གུ་དེ་ཡག་པོ་འདུག་ཟེར་ན་འང། ཨ་ལས། ཨ། དེའི་ཐད་ལྟར་ཨོ་ཙི་ཡོད་རེད། ཡིན་ནའི་ལས་གཞན་དག་ཞིག་གི་ཐད་ནས་ཡག་པོ་གང་ཞིག་ཡོད་མ་རེད་དེ་འདྲས་ལ། ག་རེ། མི་ཡག་པོ་རེད་ཟེར་དུས་རང་སེམས་ནང་གི་དོན། ཨ། དེའི་རྒྱུ་འབྲས་ཀྱི་རང་དེ་གྱིས་ཐོབ་གི་མ་རེད་རང་སྐྱིད་པོ་མི་འདུག་ཨ་ཡོད་མ་རེད། ཨ། རང་ཡག་པོ་བྱས་པ་མི་འདུག་ཨ་བྱས་གི་མ་རེད། རང་བསམ་བློའི་ནང་མི་གཞན་དག་ཡག་པོ་བྱས་ན་རང་སྐྱིད་པོ་མེད་པ་ནི། རྗེས་སུ་ཡི་རང་བྱེད་ཀྱི་མེད་པ། བ། ད་ད་དུང་དེའི་ཚད་ཀྱི་མ་རེད། ཚོང་པ་དང་ཚོང་པའི་བར་ལ་དྲང་ལྡོག། ཚོང་པ་གྱིས་རིགས་ཡག་པོ་ཆགས་སོང་ན་ད་སྔས་མ་གྲོགས་པོ་ཡིན་ནའི་ལས་གོ་ཡག་པོ་བྱས་ན་ད་ཡང་བསམ་བློའི་ནང་དགའ་གི་མ་རེད། བསམ་བློ་ཞིག་བཏང་ད། ང་རང་བོད་པ་ཟེར་ག་འདྲས་ཞིག་རེད་འདུག། བ། དངོས་གནས་བྱས་ན་ད་ང་རང་ཚོའི་ཕ་ཡུལ་འདི་ནས། འགོ་ཁྲིད་ཡིན་ན་འདྲ་དེ་ཚོ་འགོ་ཁྲིད་ཆེན་པོ་ཚོང་པ་ཆེན་པོ་དེ་ཚོ་དྲག་ཞན་གྱི་མི་སྣ་དེ་ཚོ་མང་པོ་འདུག་བ་དེ་ཚོ་ག་ཟེ་མང་ན་དེ་ཚོས་གི་ཡག་འདུག་བ།

རྟེན་འབྲེལ་ལས་ཧ་གོ་སོང་ཨ། ད་རྗེས་ཕྱོགས་ཆ་ཤས་སུ་ང་རང་ཚོའི་བུ་ཁ་བ་ཅན་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས་ནང་འཁྲུག་མི་རྒྱག་རོགས་ཟེར་དེ་ནི་རེ་བ་ཡིན་ད། ནང་འཁྲུག་རྒྱག་ཕན་ཐོགས་འོ་མ་རེད་གཅིག་གིས་གཅིག་ལ་རོགས་པ་བྱེད་མ་ཐུབ་ནས་གནོད་པ་མ་གྱིས་གནོད་པ་མ་གྱིས་གནོད་པ་མ་གྱིས། རོགས་པ་བྱེད་ཐུབ་ན་ན་རེད་བྱེད་མ་ཐུབ་ན་རྒྱལ་ཡོག་མ་རེད་ཡིན་ན་གནོད་པ་མ་གྱིས་ཧ་གོ་སོང་ཨ། ད་དེ་གཞིས་ཀ་དེ་ང་རང་ཚོ་བཙོག་པ་ནང་གི་བཙོག་པ་རེད་དེ་བསྒྱུར་བཅོས་རྒྱག་རོགས།